ད་བོ་གླེང་བ་ཀྲོ་ཀྲི་པད་ལེ་རན་གཟིགས་བརྙན་གྱི་ཤ་ར་བྱིས་པའི་བུ་རེད་པོ་འདི་ཚང་མ་ལ། ད་དེ་རིང་ངས་བློ་ཕམ་དང་ངོ་རྒོལ་གྱི་སྐད་ཆ་ཆེད་མ་ཞིག་ཁ་མི་ཆགས་སོང་ད་དེ་ག་རེ་ཡིན་ལབ་ན་ང་ཚོ་གི་མགོ་ཁྲིད། སྒྲོལ་མ་ཚེ་རིང་ལ་ལྟ་བུ་ཁྱེད་ད་དགྲ་བོ་རྒྱ་ནག་གི་ངོ་སྲུང་ཡག་གི་ཆེད་དུ་ད་ལོ་མང་པོ་བྱས་ཀྱི་གོང་ནས་གོམ་པ་རེ་རེ་བཞིན་དུ་ད་ང་ཚོའི་འཐབ་རྩོད་ཉམས་རྒུད་དང། རྩ་མེད་གཏོང་བའི་གི་སྐོར་ལ་ད་བློ་ཕམ་དང་ངོ་རྒོལ་གྱི་སྐད་ཆ་བཤད་ཡ་ཡིན་ངོ་རྒོལ་དེ་ཡང་སོ་སོའི་གཞུང་ལ་མ་ཡིན་པ། ང་ཚོའི་གཞུང་གི་མགོ་ཁྲིད་ཚོ་གས་ནི་རྒྱར་ཚོང་བའི་བྱ་སྤྱོད་དེ་ལ་ངས་ངོ་རྒོལ་བྱེད་ཀྱི་ཡོད། ད་ཐེ་རན་གྲོས་ཚོགས་ཀྱི་སྐབས་ལ་ནི་ད་རྒྱ་ངོ་སུང་ཡ་གས་རྒྱར་ཚོང་བའི་སྐད་ཆ་ཚོ་བོ་ཅིག་བོད་མི་མང་སྤྱི་མཐུན་གས་གྲོས་ཚོགས་ནང་ལོགས་ལ་བཤད་བ་མ་ཟད། ནི་དེ་ད་དུང་ཡང་གྲོས་ཚོགས་ཀྱི་དེབ་ཐེར་ནི་ཕྱིར་འཐེན་མ་བྱས་ནས་བསྡད་ཡོད་རེད་དེ་ཡིན་པའི་རྒྱུ་མཚན་གས་ངས་ཐེ་རན་སྐད་ཆ་འདི་བཤད་ཀྱི་ཡོད། ད་སུམ་བཅུའི་དགེ་སློང་ཐིག་མ་དྲུག་བཅུ་པའི་སྐབས་ལ་བཀའ་ཤག་གི་གསུང་བཤད་དང་གཞུང་འབྲེལ་མཛད་སྒོ་གི་ཐོག་ལ་མི་མང་ལ་ངོ་ལོག་གཏོང་བ་དེ་སོགས་ཀྱི་ཐོག་ལ། ད་བོད་མི་མང་སྤྱི་འཐུས་ཀྱི་ནང་ལོགས་ལ་སྤྱི་འཐུས་སྒྲོལ་མ་ཚེ་རིང་ལགས་ཀྱིས། ནི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ཐོག་ནས་དབུ་མའི་ལམ་གྱི་ཤར་བསྐྱོད་དབུ་མའི་ལམ་གྱི་ཐོག་ལ་ཤར་བསྐྱོད་བྱེད་ཀྱི་ཡོད་ལབ་བཞིན་དུ། ནི་རྒྱ་དམར་བོད་ནས་མཐར་སྤྲོ་གཏོང་གི་ཡིན་དང་བོད་རྒྱ་ལོ་ཟེར་ཡ་དེ་ཏག་ཏག་བསྡད་ཡོད་རེད་དམ་མ་རེད་དེ་ངའི་རྨོངས་འཆར་ཡིན་ང་མཁས་པ་དེ་འདྲ་གང་ཡང་མིན་ཡིན་ལབ་ཀྱི་ནི་ད་དྲི་བ་གི་བཟོ་འདྲ་བོ་བྱེད་ཀྱི་ནི་མདོག་མདོག་དེ་ལ་བུ་རྒྱ་ལོ་ལབ་ན་མི་འགྲིག་པ་དང་རྒྱ་དམར་བུ་ནི་མཐར་གྲོགས་གཏོང་ན་ལབ་ན་མི་འགྲིག་པ་གི་ད་སྐད་ཆ་ལྕོག་ཁྲོ་བོ་ཆེ་བཤད་ཡོད་རེད་བོད་པ་གཅིག་གི་ངོས་ནས་དང་ནི་བོད་ཀྱི་འཐབ་རྩོད་ཀྱི་འགོ་ཁྲིད་གཅིག་གི་ངོས་ནས་བཤད་པ་ཡིན་ན་དེ་ཧ་ཅང་གི་སྐད་ཆ་དེ་ཚོར་བོ་ཅིག་དང་ལྕོག་ཁྲོ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེ་ལ་ངོ་དེབ་ལ་སོགས་པའི་དྲ་ལམ་ཁག་ལ་བོད་མི་མང་གི་ངོས་ནས་ཅིག་བློ་ཕམ་དང་ངོ་རྒོལ་གྱི་གཏམ་དང་ཡི་གེ་སྣ་ཚོགས་པ་མཐོང་ཡ་འདུག། ད་མོ་རང་གི་ཤེས་བ་ནང་བཞིན་མོའི་སྐད་ཆ་དེ་ཅིག་མ་ཤི་རྨོངས་པའི་དབང་གིས་རྨོངས་འཆར་མ་ཡིན་པ་མོ་རང་དུས་ཡུན་རིང་པོ་གི་སྔོན་ནས་དགེ་རྒན་བྱས་མྱོང་བ་ལྷག་པར་དུ་ད་ལོ་མང་པོ་ལ་བུ་མོ་མོ་སྤྱི་འཐུས་བྱས་བས་ཀྱི་ད་ཤི་ཡོང་དང་ཉམས་མྱོང་ཡོང་མཁན་ཅིག་ཡིན་པའི་ཆ་ནས་ནི་མོ་གི་སྐད་ཆ་དེ་ཅིག་མ་ཤི་ནས་རྨོངས་འཆར་གྱི་སྒོ་ནས་ཤེས་བ་ཅིག་རྩ་བ་ཉིད་ནས་མ་རེད། དེ་མ་ཡིན་པ་ཤེས་བཞིན་དུ་ད་མུས་སྐད་ཆ་དེ་འདྲ་ཅིག་བཤད་པ་མ་ཟད། མོ་རང་གི་ལབ་སྟངས་དེ་ཧ་ཅང་གི་བློ་ཕམ་དགོས་པ་ཅིག་ཡིན་པ་ཡིན་ན་ལེགས། བོད་མི་མང་གིས་མོ་རང་གི་ནོར་འཁྲུལ་ཅན་གྱི་སྐད་ཆ་དེ་ལ་མོས་མཐུན་མེད་པའི་རྣམ་འགྱུར་ཤུགས་ཆེན་པོ་བསྟན་པ་དེས་ད་མི་མང་གི་འཐབ་རྩོད་ལ་འགན་ཁུར་བ་དང། མི་མང་དེ་ཅིག་རྨོངས་གཉིད་ལས་སད་པའི་ཁེ་བཏགས་འདྲ་བོ་ཅིག་ཡིན་དུས་ད་གཏམ་ངན་དྲུག་གི་གཏམ་བཟང་ལབ་པ་ནང་བཞིན། མི་མང་གིས་ཅིག་དེ་ལ་མི་འདུག་པས་ངོ་རྒོལ་བྱས་པ་དེ་ལ་ང་རང་གི་ངོས་ནས་རྒྱབ་སྐྱོར་དང་མཉམ་དུ་ཡོད། ཡིན་ན་ལེ་ད་མི་རེ་ཟུང་ཅིག་གིས་མོ་རང་གི་སྡེ་སྲ་གི་ཁ་བྱང་དང་དེ་ཚོ་བརྒྱུད་སྤེལ་བྱེད་བྱེད་ནས་དེ་འདྲ་བྱེད་ཉེན་རེག་གི་འདུག་དེ་ལ་ང་འདྲ་བོས་ན་རྒྱབ་སྐྱོར་མེད་དེ་འདྲ་བྱས་དེ་ཉིད་ག་རེ་ཅིག་རེད་ན་ལབ་ན་ད་སྡེ་སྲ་གི་ཁ་བྱང་དང་དེ་ཚོ་དོ་བདག་གི་བདེ་འཇགས་དང་འབྲེལ་བ་ཡོད་པའི་གནད་དོན་ཆེན་པོའི་ཆ་ནས་ང་འདྲ་བོ་གཅིག་ན་དེ་ལ་མོས་མཐུན་མེད་ཞུ་གི་ཡོད། ད་སྤྱི་ཡོངས་ནས་ང་ཚོ་གི་རྒྱལ་ཚོང་བ་གི་མགོ་ཁྲིད་ཚོ་གི་རྒྱལ་ཚོང་བའི་བསམ་རྒྱུ་དེ་ཚོ་ལ་ད་བོུ་མི་མང་གི་ཅིག་ཤི་ཏོག་དང་ངོ་རྒོལ་བྱེད་ཡག་གི་བོུ་མི་མོ་རྨོངས་གཉིད་ལས་སད་ཡག་དེ་ད་ཧ་ཅང་གི་ད་ཆེ་དྲག་བའི་གནད་དོན་ཅིག་ཆགས་ཡོད་རེད་དྲན་གི་འདུག་ག་རེ་བྱེད་ནི་ལབ་གི་ཡོད་ལབ་ན་ད་སྒྲོལ་མ་ཚེ་རིང་ཙང་མ་ཡིན་པའང་ང་ཚོ་གི་མགོ་ཁྲིད་ཚོ་གི་དེ་རིང་སྒྲོལ་མ་ཚེ་རིང་གི་བཤད་རྒྱུ་གི་སྐད་ཆ་དེ་གནད་དོན་དེ་ད་དེ་རིང་གི་སྒྲོལ་མ་ཚེ་རིང་གི་གནད་དོན་ཙམ་མ་རེད། མོ་རང་གིས་དེ་རིང་བཤད་པའི་སྐད་ཆ་དེ་མགོ་བཙུགས་མཁན་དེ་ཟམ་གདོང་རིན་པོ་ཆེ་གི་བཀའ་ཤག་དང་སྐབས་དེ་དུས་ཀྱི་སྤྱི་འཐུས་ལྷན་ཚོགས་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་གིས་དེ་རིང་མོའི་སྐད་ཆ་དེ་གཅིག་པུ་ལ་སྐྱོན་འཛུགས་བྱས་ན་འཐབ་རྩོད་ཀྱི་དཀའ་ངལ་དེ་སོང་ཐུབ་ཡ་ཆགས་ཀྱི་ཡོད་མ་རེད་ལ་ཡང་ན་དེའི་སྐྱོན་འཛུགས་དེ་དྲང་བདེན་ཅན་ཡང་ཆགས་ཀྱི་ཡོད་མ་རེད་དྲན་གྱི་འདུག། ག་རེ་བྱས་ནས་ལ་བ་ཡིན་ན་སྤྱི་ལོ་ཉིས་སྟོང་ཉིད་ལ་བོད་རྒྱ་ཞི་མོལ་གྱི་འཁོར་ཡུག་ཟེར་ཡག་དེ་བསྐྲུན་པའི་གི་འོག་ལ་ད་བཙན་བྱོལ་ནང་ལ་ང་ཚོ་གི་འགོ་ཁྲིད་ཚོ་གི་འཐབ་རྩོད་གི་མན་ཁྱེར་ནས་འཐབ་རྩོད་རྩ་མེད་གཏོང་ཡག་དང་རྒྱ་གར་རིན་པོ་ཆེ་གི་མཚན་ཁྱེར་ནས་སྤྱི་ཚོགས་ནང་གི་ཆིག་སྒྲིལ་དང་དོ་ཕོག་ལ་ཆིག་སྒྲིལ་དང་ཅིག་འཐབ་རྩོད་ལ་དོ་ཕོག་གཏོང་བའི་གནས་ཚུལ་དེ་ད་དེ་རིང་ཙམ་མ་ཡིན་པ་ཧ་ཅང་གི་མང་པོ་དུས་ཡུན་རིང་པོ་ལ་བྱུང་བསྡད་རྒྱུ་ཆགས་བསྡད་ཀྱི་ཡོད་རེད། ཡིན་ནའི་རྒྱ་ཆེའི་མི་མང་གིས་དེ་སོགས་ལ་ད་ལྟ་བར་དུ་ཅིག་ཤེས་རྟོགས་དང་འགན་ཁུར་གྱི་རྣམ་འགྱུར་ཅིག་ཡོན་ཆབ་ཏུ་བསྟན་མ་མྱོང་བའི་རྒྱུ་མཚན་གྱིས་ང་ཚོའི་འགོ་ཁྲིད་ཚོ་གིས་ཁོ་རང་ཚོ་གིས་ག་རེ་བྱེད་བྱེད་དང་ག་རེ་ཤེས་ཤེས་ཡིན་བསམ་གྱིན་འཐབ་རྩོད་ཀྱི་ཆ་ཤས་རེ་རེ་བཞིན་དུ་རྟ་དགྲ་བོ་རྒྱ་ནག་གི་དགོས་མཁོ་ཅིག་ལ་འགྱུར་བ་བཏང་ཡོད་རེད། དེ་འདྲའི་བྱེད་ཡག་དེ་བོད་རྒྱ་ཆེའི་མི་མང་ལ་ཅིག་ཐུབ་ཚོད་དང་འཐབ་རྩོད་ལ་མཐོང་ཆུང་བྱས་སོང་བསམ་པའི་ཚོར་བ་དེ་ང་འདྲ་བོ་ཅིག་ལ་ཡིན་ན་ལོ་མང་པོ་ལ་ཡང་ནས་ཡང་དུ་བྱུང་མྱོང། ང་ཚོའི་མགོ་ཁྲིད་ཚོ་གིས་བོད་ཀྱི་འཐབ་རྩོད་དེ་དེ་འདྲ་བྱས་ནས་གོམ་པ་རེ་རེ་བཞིན་རྩ་མེད་གཏོང་བའི་དཔེ་མཚོན་གྱིས་ཞུས་པ་ཡིན་ན། ད་ཟམ་གདོང་རིན་པོ་ཆེ་གིས་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་ཟེར་བའི་གི་སྲིད་ཇུས་ཀྱི་འོག་ལ་སྐབས་དེ་དུས་ཀྱི་བཀའ་ཤག་གིས། དགྲ་བོ་རྒྱ་དམར་ལབ་མི་ཆོག་ཟེར་ཡག་དང། དེ་ནས་པན་ཆེན་རྫུན་མ་ལབ་མི་ཆོག་ཟེར་ཡག་དང། སུམ་བཅུའི་སྒེར་ལངས་ཀྱི་སྐབས་ལ་སྐད་འབོད་བྱེད་མི་ཆོག་པར་བྱང་ཆུབ་སེམས་ཕྱོགས་ཅན་ནས་འགྲོ་དགོས་ཡག་དང། དེ་ནས་མི་མང་ལང་ལོ་གཏོང་མི་ཆོག་བ། རྒྱ་མིའི་རྒྱལ་དར་མེ་སྲེག་ལ་བཏང་མི་ཆོག་བ། ད་དེའི་ནང་བཞིན་གྱི་ད་དུང་ཡང་ཧ་ཅང་གི་བློ་ཕམ་དགོས་ཡ་དང་ལོ་རྒྱུས་ཀྱི་ཕམ་ཁ་ཆེན་པོ་གཅིག་དེ་ཟམ་གདོང་རིན་པོ་ཆེ་གྱི་དབུ་ཁྲིད་པའི་བཀའ་ཤག་དང་སྤེན་པ་ཚེ་རིང་གི་འགོ་ཁྲིད་པའི་གི་གྲུ་ཚོགས་ཀྱིས་མི་ལོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ཀྱི་བརྒྱུད་རིམ་ལྡན་པའི་བོད་རང་བཙན་གྱི་བདེན་དཔང་དང་འཐབ་རྩོད་ཀྱི་ངར་ཤུགས་མཚོན་པའི་བོད་གཞུང་གི་མཚན་བྱང་གཟི་བརྗིད་ལྡན་པ་དེ་བོད་མིའི་སྒྲིག་འཛུགས་ལག་ཁྱེར་འབྱོར་བ་བཏང་བ་རེད། དེའི་འགྱུར་བག་གི་བརྒྱུད་རིམ་དེ་ཚོ་དེ་རིང་སྒྲོལ་མ་ཚེ་རིང་གི་སྐད་ཆ་བཤད་ཕྱོགས་ཀྱི་བརྒྱུད་རིམ་དང་འབྲེལ་བ་ཡོད་བསྡད་རྒྱུ་ཅི་རེད། ང་ཚོ་འཐབ་རྩོད་བྱེད་མཁན་བཅས་ཀྱི་ངོས་ནས་འཐབ་རྩོད་ཀྱི་དམིགས་ཡུལ་དེ་བརྟན་པོ་དང་ཁ་གསལ་པོ་རྒྱུན་འཁྱོངས་ནས་གནས་དགོས་ཏེ་འཐབ་རྩོད་ཀྱི་མ་རྩ་ཆགས་བསྡད་ཡོད་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ཀྱི་ཕྱི་ཟླ་བདུན་པའི་ནང་ལོགས་ལ་བུ་མོ་སྤྱི་འཐུས་གྲོས་ཚོགས་ཀྱིས་རྒྱ་གར་གཞུང་ལ་ནས་ཞུ་ཡིག་ཕུལ་བྱས་ནས་བཙན་བྱོལ་བོད་གཞུང་དེ་བོད་མི་ས་ཡ་དྲུག་གི་ཁྲིམས་མཐུན་གྱི་གཞུང་ཡིན་པ་ངོས་འཛིན་གནང་རོགས་ཅེས་ལབ་ནས་སྙན་ཞུ་ཕུལ་ཡོད་རེད་ལོ་རྒྱུས་ནང་ལོགས་ལ། ཡིན་ན་ལས་དེའི་རྗེས་ཀྱི་ལོ་སུམ་ཅུ་གི་རྗེས་ལ་བོད་མི་མོ་སྤྱི་འཐུས་ལྷན་ཚོགས་རང་གི་བཙན་བྱོལ་བོད་ཡོངས་ཀྱི་མཚན་བྱང་དེ་ད་འགྱུར་བ་བཏང་ལ་བཀོད་གནང་དང་ཕྱིར་བསྒྱུར་བྱས་ལ་བཀོད་གནང་ན་གང་ལྟར་བོད་མིའི་སྒྲིག་འཛུགས་ལ་གཟུད་བཞག་པ་རེད། ད་ལྟའི་འཐབ་རྩོད་བྱེད་མཁན་བཅས་ཀྱི་ངོས་ནས་བསམ་བློ་བཏང་ཡིན་ན་དམིགས་ཡུལ་རྒྱུན་འཁྱོངས་བྱེད་མ་ཐུབ་པ་ཀྱི་ཕམ་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད། སྟབས་དེ་འབྲེལ་གྱི་འགྱུར་བ་གཏོང་ཡུལ་གྱི་བརྒྱུད་རིམ་ནང་ལོགས་ལ་བོད་གཞུང་གི་མཚན་བྱང་འགྱུར་བ་གཏོང་ཡུལ་བརྒྱུད་རིམ་ནང་ལོགས་ལ་དབང་ལྡན་འགན་འཛིན་དང་ཐོ་རེངས་དབུ་ཁྲིད་དེ་སོགས་ཀྱི་འགྱུར་བ་གཏོང་དགོས་ཀྱི་རྒྱུ་མཚན་ཐད་ཁ་གསལ་པོ་ཅིག་མི་མང་ལ་བཟོ་ཐུབ་ཡོད་མ་རེད། དང་པོ་འགྱུར་བ་གཏོང་ཡུལ་གྱི་སྐབས་ལ་གནས་ཡུལ་གཞུང་གི་གནོན་ཤུགས་ཡོད་རེད་ནི་གནོན་ཤུགས་ཡོང་གི་རེད་ལ་ཡག་གི་བཀའ་མོལ་གནང་ཡོད་རེད་ཡིན་ན་ལ་འགྱུར་བ་བཏང་ཚང་མ་བཟོས་ཚར་བའི་རྗེས་ལ་ཡང་གནས་ཡུལ་གཞུང་གི་གནོན་ཤུགས་མེད་ལབ་ཅེས་ནས་གསལ་བསྒྲགས་གནང་ཡོད་རེད་དེ་འདྲ་བྱས་དུས་རྩམ་པ་ལ་འགྱུར་བ་གཏོང་བའི་བརྒྱུད་རིམ་དུ་སོང་ཡང་སྐབས་དེ་དུས་ཀྱི་དབུ་ཁྲིད་ཚོ་གི་མི་མང་ལ་འགན་ཁུར་རང་བཞིན་དང་ལོ་རྒྱུས་ལ་འགན་ཁུར་རང་བཞིན་གྱི་གསལ་བོ་ཅིག་བཟོས་ཡོད་མ་རེད། དེ་སོགས་ལ་ཡང་མི་མང་གིས་བདའ་འདེད་དང་རྣམ་འགྱུར་གང་ཡང་བསྟན་ཡོད་མ་རེད་དེ་འདྲ་བསྟན་མེད་པའི་རྒྱུ་མཚན་གྱིས་གཏམ་མུ་མཐུད་བྱས་ནས་ང་ཚོའི་འཐབ་རྩོད་ལ་ཅིག། ད། དཀའ་ངལ་འཕྲད་ཡག་དང་རྒྱ་ལ་གོ་ཡག་གི་སྐད་ཆ་དེ་སོགས་ད། མུ་མཐུད་ཡོང་བསྡད་ཀྱི་ཡོད་རེད། རྩ་སྟོང་ལོངས་ཕྱོགས་ཀྱི་ཐོག་ནས་བསམ་བློ་གཏོང་བ་ནི་དང་པོ་ང་ཚོ་རང་བཙན་རེད་རང་བཙན་ནི་ལམ་དབུ་མ་ལ་བབ་པ་རེད་ལམ་དབུ་མ་ནི་རང་སྲིད་རང་སྐྱོང་དེ་ནི་མིག་མདུང་མཚུངས་པའི་མི་རིགས་ས་གནས་རང་སྐྱོང་ད་དེ་ཡང་རྒྱ་ནག་གི་རྩ་ཁྲིམས་འོག་ལ་འདི་ཡག་གི་ཚིག་བར་དུ་མ་འགྱུར་བ་གཏོང་བྱེད་ནི་ད་བསམ་འཆར་ཡིག་ཆ་ལ་ཡག་གི་ཡིག་ཆ་ནག་པོ་ཅིག་རྒྱ་ལ་སྤྲད་ཚར་བ་རེད་ང་ཚོ་གི།

ངོ་རྒོལ་ཡོད་པའི་ཡིག་ཆ་ཡང་བྲིས་ནས་བཞག་ཡོད་རྩོམ་ཡོན་ཡང་བྲིས་ནས་མིང་མི་ཚིག་ལ་དེ་ག་རེ་ཡིན་ན་ཡོང་ཟེར་བ་ཡིན་པའི་རྒྱུ་མཚན་གྱིས་སོ་སོའི་འཐབ་རྩོད་ལ་འགན་འཁུར་བའི་དགོས་པའི་རྒྱུ་མཚན་གྱིས། དེ་ལ་ངོ་རྒོལ་བྱེད་དགོས་ཀྱི་རྒྱུ་མཚན་དང་རྒྱབ་ལྗོངས་ཀྱི་སྐོར་ལ་སོ་སོའི་ཡིག་ཆ་བྲིས་ནས་བཞག་ཡོད། དེ་འབྲེལ་གྱི་ཡིག་ཆ་ནག་པོ་བྲིས་པའི་བརྒྱུད་རིམ་གྱི་རྒྱབ་ལྗོངས་དེ་དེ་རིང་གི་སྤྱི་འཐུས་ནང་ལོགས་ལ་ད་སྐད་ཆ་ཡོང་ཡག་གི་གནས་ཚུལ་དང་འབྲེལ་བ་ཡོད་བསྡད་རྒྱུ་གཅིག་ཆགས་བསྡད་ཡོད་རེད།

གནས་སྟངས་དེ་འདྲ་གི་ཐབས་རྡོ་ཕུག་གི་སྐབས་ལ་མུ་མཐུད་ནས་གཅིག་བུ་རོང་བཙན་གྱི་ལོངས་ཕྱོགས་བཟང་གཅིག་ནས་བུ་རོང་བཙན་སླར་གསོ་ལ་རེ་བ་རྒྱག་ནས་འབད་བརྩོན་བྱེད་བསྡད་མཁན་ཁག་གཅིག་ལ་རིག་གནས་གསར་རྗེན་ནོར་རྗེན། གྲོས་ཚོགས་ནང་ལོགས་ལ་སྐབས་དེ་དུས་ཀྱི་ཚོགས་གཙོ་སྤེན་པ་ཚེ་རིང་ནས་གཙོས་བོད་ཀྱི་གྲོས་ཚོགས་འཐུས་མི་ཚོ་གིས་དགག་རྒྱག་འཐབ་རྩོད་བྱེད་མྱོང་བ་རེད། དེ་ག་ནང་བཞིན་གྲོས་ཚོགས་ནང་ལོགས་ལ་ད་དེ་རིང་སྒྲོལ་མ་ཚེ་རིང་གིས་སྦྱར་སོང་བའི་སྐད་ཆ་གཅིག་པུ་མ་ཡིན་པ། ཤར་ཕྱོགས་ཁུག་རྟ་ལགས་དེ་གིས་གྲོས་ཚོགས་ནང་ལོགས་ལ་དགྲ་བོ་རྒྱ་ནག་ལ་དགྲ་བོ་ལབ་ཆོག་གི་མ་རེད་ལབ་ཡོད་རེད། དོན་གྲུབ་བཀྲ་ཤིས་ལགས་དེ་གིས་རྒྱ་ནག་གིས་བོད་ནང་ལོགས་ལ་བོད་ཀྱི་སྐད་ཡིག་སྲུང་སྐྱོབ་དལ་བེར་བྱེད་ཀྱི་ནས་དབུ་མའི་ལམ་ལག་ལེན་བསྟར་གྱི་ཡོད་རེད་མདོག་མདོག་གི་དེ་འདྲ་གི་སྐད་ཆ་བཤད་ཀྱི་ནས་དགྲ་བོ་རྒྱ་ནག་ལ་སྲུང་སྐྱོབ་བྱས་ཡོད་རེད། དེ་འདྲའི་གྲོས་ཚོགས་ནང་རང་ལ་བོད་ལ་བསྣུབས་ནས་རྒྱ་ལ་དགོས་བ་གི་སྐད་ཆ་མུ་མཐུད་ནས་སྐད་ཆ་ཚོར་བོ་དེ་ཚོ་བཤད་ཡོད་རེད་དེ་རྒྱར་ཚང་བའི་སྐད་ཆ་དེ་ཚོ་གྲོས་ཚོགས་གི་དེབ་ཐེར་ནས་ད་དུང་ཡང་ཕྱིར་འདྲེན་བྱས་ཡོད་མ་རེད། དེ་ལས་སོགས་པའི་ང་ཚོ་གི་མགོ་ཁྲིད་ཚོ་གི་གོམ་པ་རེ་རེ་བཞིན་དུ་དགྲ་བོ་རྒྱ་ནག་གི་ངོ་སྲུང་ཡ་ཆེད་དུ་བོད་པའི་འཐབ་རྩོད་དེ་ཉམས་རྒུད་དང་རྩ་མེད་བཏང་ཡོད་རེད། དེ་བོད་རྒྱ་ཆེའི་མི་མང་གི་དེ་བརྒྱུད་རིམ་དེ་མཆན་དགོས་ཨ་ཅེ་དང་དྲན་པ་མ་སྐྱེ་དགོས་ཨ་དེ་གལ་ཆེན་པོ་རེད་དེ་རིང་སྒྲོལ་མ་ཚེ་རིང་ལ་ངོ་རྒོལ་བྱས་གཅིག་པུ་གིས་ང་ཚོའི་འཐབ་རྩོད་ལ་དཀའ་ངལ་འཕྲད་དེ་ཡ་གི་དཀའ་ངལ་འདི་སངས་ཐུབ་ཀི་མ་རེད་དེ་ལོ་རྒྱུས་ལ་བདེན་པ་བཅས་ཡིས་ཆགས་གིན་ཡོད་མ་རེད་གྲོང་པོ་ཡིས་ཆགས་གིན་ཡོད་མ་རེད་མི་གཅིག་གཅིག་པུ་ལ་ཐུག་ཡོད་མ་རེད་འདིའི་དཀའ་ངལ་གྱི་བརྒྱུད་རིམ་དེ་མི་མང་པོ་གཅིག་དང་འགོ་ཁྲིད་མང་པོ་བཅས་ཀྱིས་ལམ་ལོག་པ་ལ་འཁྲིད་པའི་རྒྱུ་མཚན་གྱིས་ད་ང་ཚོའི་འཐབ་རྩོད་དེ་ལ་མུ་མཐུད་དཀའ་ངལ་འཕྲད་བསྡད་ཀྱི་ཡོད་རེད། ད་དེ་རིང་བོད་རྒྱ་ལོག་ལབ་ཆོག་གི་མ་རེད་ལ་ཡ་ད་རྒྱ་དམར་བོ་ནི་མཐའ་གྲོགས་དང་ལབ་ཆོག་གི་མ་རེད་ལ་ཡ། མི་མང་ལོང་ལོ་གཏོང་ནས་འགྲིག་གི་མ་རེད་ལ་གི་སྐད་ཆ་དེ་ཚོ་གྲོས་ཚོགས་ཀྱི་དེབ་ཐེར་ནི་ད་དུང་ཡང་ཕྱིར་འཐེན་བྱེད་ཡོད་མ་རེད་ད་སྒྲོལ་མ་ཚེ་རིང་ལགས་ཀྱི་སྐད་ཆ་བཤད་ཕྱོགས་དེ། ད་དེ་གཏམ་བཤད་དེ་བྱེད་མཁན་སྒྲོལ་མ་ཚེ་རིང་གཅིག་པུའི་ནོར་འཁྲུལ་མ་ཡིན་པ། ད་ངས་ལབ་པ་ནང་བཞིན་དེ་སྔོན་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་རེད་བསྐྲུན་པ་ཟེར་ཡ་དེ་ནི་ནི་མ་ང་ཚོའི་འཐབ་རྩོད་རུལ་བ་འགོ་བཙོག་བྱས་ནས་འཐབ་རྩོད་རུལ་བཅུག་ནས་ད་དེ་རིང་གི་གནད་དོན་འདི་བྱུང་བ་རེད། སྐབས་དེ་རིང་གི་གནད་དོན་འདི་ནི་བསམ་བློ་གཏོང་བ་ན་སྤྱི་མཐུན་ཚོགས་གཙོ་སྒྲིག་ཡོང་གི་ཚུད་པའི་སྤྱི་མཐུན་ཡོངས་རྫོགས་དང་སྲིད་སྐྱོང་གི་ཚུད་པའི་བཀའ་བློན་ཡོངས་རྫོགས་ཀྱི་གཅིག་དེ་ལ་ངོ་རྒོལ་དང་གནོན་ཤུགས་གཅིག་གྱུར་གྱིས་མ་ཁྲིད་པའི་རྒྱུ་མཚན་གྱིས་ད་སྒྲོལ་མ་ཚེ་རིང་གི་སྐད་ཆ་དེ་ད་དུང་ཡང་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་མ་བྱས་ནས་གནས་དུ་ཡོད་རེད། དེ་བྱེད་དུས་དེའི་འགན་ཡོངས་རྫོགས་དེ་བཀའ་ཤག་དང་སྤྱི་མཐུན་ཡོངས་རྫོགས་ལ་ཡོད་རེད་མ་གཏོགས་སྒྲོལ་མ་ཚེ་རིང་གཅིག་པུ་གཅིག་ལ་ཡོད་རེད་དྲན་གྱི་མི་འདུག་སྒྲོལ་མ་ཚེ་རིང་གི་དེ་འབྲེལ་གྱི་སྦྱར་སོང་བའི་སྐད་ཆ་བཤད་རྒྱུ་དེ་ལ་ངོ་རྒོལ་ཡོད་ལ། སྲིད་སྐྱོང་གཙོས་པའི་བཀའ་ཤག་དང་སྤྱི་འཐུས་ཚོགས་གཙོ་སྒྲིག་ཡོངས་ཀྱི་གཙོས་པའི་སྤྱི་མཐུན་བཀའ་སྤྱི་ལྷན་རྒྱས་ཀྱིས་དེ་ལ་གནད་ཅིག་གནང་ཤུགས་སྤྲད་བྱས་ནས། གཏམ་ཟོར་བོ་དེ་ཕྱིར་འཐེན་བྱེད་ཡག་གི་རིམ་པ་ཅིག་བཟོ་མ་ཐུབ་པའི་ཐད་ལ་ཡང་བློ་ཕམ་དང་ངོ་རྒོལ་ཡོངས་སུ་ཞུ་དགོས་ངེས་དྲན་གསལ་པོ་བྱས་ནས། ད་སྔོན་མ་འདྲ་བོ་གཅིག་ན་གྲོས་ཚོགས་ཀྱི་ནང་ལོགས་ལ་གང་ཟག་བྱེ་བྲག་བར་གྱི་མཐོ་མཐོང་དང་ད་གང་ཟག་བྱེ་བྲག་བར་གྱི་ཀུན་སྤྱོད་ལ་སྐྱོན་འཛུགས་བྱས་སོང་ལབ་ཀྱི་ནི་ཤོག་ཁག་དང་དཔུང་བསྒྲིགས་བྱེད་ཀྱི་ནི་ཤོག་ཁག་དང་དཔུང་བསྒྲིགས་བྱེད་ཀྱི་ནི་གྲོས་ཚོགས་ནས་ཕྱིར་འཐོང་འགྲོ་ཉེས་བྱུང་བ་རེད་མི་སྒེར་རེ་རེ་གིས་སྒེར་བཤད་བྱེད་ཀྱི་ནི་གྲོས་ཚོགས་ནས་ཕྱིར་འཐོང་འགྲོ་ཉེས་བྱུང་བ་རེད་ཡིན་ན་དེ་རིང་རྒྱལ་བཙོང་བར་གྱི་སྐད་ཆ་འདི་འདྲི་ཅི་བྱེད་པའི་སྐབས་ལ་ད་བཀའ་སྤྱི་ལྷན་རྒྱས་ད་དུང་ཡང་སྒྲོལ་མ་ཚེ་རིང་ལ་མཉམ་དུ་རྐུབ་སྒྲིལ་སྒྲིག་བྱེད་ནས་བསྡད་ཡོད་རེད་མ་གཏོགས་ཕྱི་ལོགས་ལ་མཐོང་ཉེས་བྱུང་ཡོད་མ་རེད། དེ་ཡང་ནི་བཀའ་སྤྱི་ལྷན་རྒྱས་ཀྱི་འཐབ་རྩོད་ལ་འགན་མ་འཁུར་བ་ཆེས་མར་བས་ངས་དེ་ཞུ་ཡག་གི་འདོད་པ་བྱུང། དེ་གཅིག་སྲིད་སྐྱོང་གཙོས་པའི་གི་བཀའ་ཤག་གི་མི་བྱེ་རབས་པ་ལ་ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་མེད། ནི་བོད་གཞུང་ལ་ཡང་ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་མེད། ཡིན་ན་ལས་བཀའ་ཤག་དང་སྤྱི་མཐུན་གྱི་ནི་དེ་འབྲེལ་གྱི་སྦྱར་ཚོང་བར་གྱི་བྱ་སྤྱོད་དཔེར་ཉན་གྱི་གང་ཟག་དེ་གའི་སྦྱར་ཚོང་གི་བྱ་སྤྱོད་དེ་ལ་གནོན་ཤུགས་སྤྲད་ཕྱིན་ནས་འགོག་གནོན་འགོག་རྒོལ་མ་བྱས་པ་དེ་ལ་ཕྱིར་འཐེན་བྱེད་མ་བཅུག་པ་དེ་ལ་ངོ་རྒོལ་དང་བློ་ཕམ་ཡོད་དེ་གསལ་པོ་བྱས་ནས་ཞུ་གི་ཡོད། ད་ང་ཚོ་གིས་འདི་འདྲ་བྱས་ནས་མུ་མཐུད་ནས་ང་ཚོ་གི་འགོ་ཁྲིད་ཚོ་གཅིག་ངོ་སྲུང་སྤྲེལ་ལད་བྱེད་ཡག་གི་ཆེད་དུ་འཐབ་རྩོད་དེ་རྩིས་མེད་གཏོང་བཅུག་པ་ཡིན་ན། ད་ནི་ང་ཚོ་ལ་འཐབ་རྩོད་ཀྱི་རྒྱལ་ཁ་ཐོབ་ཡ་ཕར་བཞག་འཐབ་རྩོད་རྩ་མེད་འགྲོ་ཡ་གི་ད་གནས་སྟངས་རེད་འདི་ཚོ་བྱེད་སྟངས་ལས་སྟངས་འདི་ཚོ། འདི་འདྲའི་བྱས་ནས་བསྡད་པ་ཡིན་ན་ང་ཚོ་ལ་འཐབ་རྩོད་ཀྱི་རྒྱལ་ཁ་ཐོབ་ཡ་ཕར་བཞག་ད་འཐབ་རྩོད་ལ་ཡ་གྱི་ལྷག་གི་རེད་དམ་མ་རེད་དེ་ང་ཚོ་བསམ་བློ་གཏོང་དགོས་པ་རེད། ད་ང་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙན་བྱོལ་ལ་སླེབས་པའི་སྐབས་ཀྱི་འཐབ་རྩོད་ཀྱི་གོ་རིམ། དམིགས་ཡུལ། ངོ་བོ་ག་འདྲ་ཅི་རེད་ད་དེའི་རྗེས་ལ་འགྱུར་བ་ག་འདྲ་ཕྱིན་ཡོད་རེད་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་བ་ནས་བཟུང་སྟེ་དཔེར་ན་ཆ་བཞག་ན་རྒྱ་ནག་གི་རྒྱལ་དར་གཅིག་པུ་ལ་ངོས་འཛིན་བྱེད་སྟངས་དེ་ལ་ག་སེང་འགྱུར་བ་ཕྱིན་ཡོད་རེད་རོ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙན་བྱོལ་ལ་གློད་བ་ནས་ད་ཉིས་སྟོང་གཉིས་བོད་རྒྱ་ཞི་མོལ་གྱི་ཁོར་ཡུག་སྐྲུན་བསྐྲུན་བར་དུ་དགྲ་བོ་རྒྱ་ནག་གི་རྒྱལ་དར་མི་ལོ་སུམ་ཅུ་ལྷག་སྲིད་མེད་སྲེག་གཏོང་ནས་བསྡད་བ་རེད་དེ་འཐབ་རྩོད་ཆགས་ཀྱི་ཡོད་རེད་འཐབ་རྩོད་ཀྱི་ངོས་འཛིན་ཡོད་རེད་ཡིན་ན་ད་ཉིས་སྟོང་གཉིས་ལ་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་བ་ནས་བཟུང་སྟེ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་སྲེག་གཏོང་ཉིན་དེ་ཚོ་ནང་སྙིང་དང་ནོར་འཁྲུལ་ཡིན་པ་གིས་ནི་དེ་འདྲའི་གི་ཁོར་ཡུག་ཅིག་བཟོས་བ་རེད་བ་ང་ཚོ་གིས། དེ་འདྲའི་བྱེད་ཀྱིས་ནི་འཐབ་རྩོད་ཀྱི་ཕྱོགས་རེ་རེ་བཞིན་དུ་མེ་བ་བཟོ་བདེ་བ་ནི་འཐབ་རྩོད་ལྷག་གི་མ་རེད། དེའི་ཕྱིར་ངས་དེ་རིང་འོས་ཐོག་ནས་སྐད་ཆ་དེ་བཤད་ཀྱི་ཡོད་རེད། དེ་རིང་གྲོས་ཚོགས་ཀྱི་ནང་ལོགས་ལ། ཀུ་རེ་འོས་པའི་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་ཀྱིས་ག་རེ་གསུངས་སོང་ལབ་པ་ཡིན་ན། ད་ལྟའི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་འཚར་ལོངས་ཡོང་བཞིན་པའི་གཞོན་སྐྱེས་མང་པོ་ཞིག་གི་སེམས་ཁམས་ཀྱི་ནང་ལོགས་ལ། དགྲ་བོ་ལ་དགྲ་བོ་གི་འདུ་ཤེས་འཛིན་མ་ཐུབ་ཡ། དཀའ་ངལ་ལ་དཀའ་ངལ་གྱི་བསམ་བློ་འཁོར་མ་ཐུབ་ཡ། མ་འོངས་པར་མི་རིགས་ཀྱི་འཐབ་རྩོད་དང་རྒྱལ་ཁབ་རིག་གཞུང་གི་འདུ་ཤེས་བརླག་འགྲོ་གི་ཡོད་བ་གི་ཚུར་སྣང་ཅིག་ཡོང་གི་འདུག་བཀའ་སློབ་དེ་འདྲ་ཞིག་གསུངས་སོང། དེ་དངོས་གནས་ཚུལ་གྱིས་ང་ཚོས་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཀྱི་རེད་ཉེན་ཁ་ཡིན་པ་ཙམ་དུ་མ་ཟད་དེ་འདྲ་གི་ཉེན་ཁ་དེ་ལ། ཉེན་ཁ་ཅིག་ལ་དཔྱད་ཉན་དང་གནས་སྟངས་དེ་འདྲ་གི་སྐྱོ་བོ་ཅིག་ལ་སླེབས་ཡག་དེ། ང་ཚོ་གི་འགོ་ཁྲིད་ཚོ་གིས་ངོ་སྲུང་དང་སྒེར་ཕན་གྱི་ཆེད་དུ་འཐབ་རྩོད་ལམ་ལོག་པ་ལ་ཁྲིད་པའི་འབྲས་བུ་ཆགས་བསྡད་ཀྱི་རེད་ད་ལྟའི་ད་ད་དུང་ཡང་ང་ཚོ་གི་ལམ་ཀ་ནོར་བ་ལ་ནོར་བཅུད་ཡོ་སྲང་མ་རྒྱས་པ་བྱས་ནས་མུ་མཐུད་ནས་བོད་པའི་གཏམ་དཔེ་ལ་ཡོ་བ་ནང་བཞིན་ད་ག་རེ་ལབ་དགོས་རེད། མཆོག་མི་རླུང་བུས་གཟེམ་ན་ཡང་འཛོམས་མེད་མེར། ཞར་ཟས་ནི་ཕྱིས་ཁེབས་ན་ཡང་འཛོམས་མེད་མེར་ལབ་བ་ནང་བཞིན་གྱི་གོ་མེད་ཚོར་མེད་བྱེད་ཀྱིན་སྒེར་རྣ་བ་འཇམ་ཐབས་དང་སྒེར་གྱི་ངོ་གདོང་པ་ཡག་པོ་ཅིག་ཡོང་ཡག་གི་ཆེད་དུ་འདི་འདྲའི་བྱས་ནས་མུ་མཐུད་འགྲོ་བ་བདེ་བ་ཡིན་ན་ང་ཚོའི་འཐབ་རྩོད་རྩ་མེད་འགྲོ་བའི་རང་རེད། དེའི་མཁན་ཡོངས་རྫོགས་དེ་བོད་རྒྱ་ཞི་མོལ་གྱི་ཁོར་ཡུག་སྐྲུན་མཁན་གྱི་བཀའ་སྤྱི་གཉིས་ལ་ཡོད་ཟེར་ངས་དེ་རིང་གསལ་པོ་བྱས་ནས་ང་བོད་པ་ལས་མགོར་བ་དཀྱུས་མ་ཅིག་དང་བོད་པ་དཀྱུས་མ་ཅིག་གི་ངོས་ནས་ཞུ་གི་ཡོད་ད་དེ་ད་འུ་ཐུག་ནས་ཞུ་གི་ཡོད་སྐད་ཆ་འདི་ཚོ། སྐབས་དེ་དུས་ཀྱི་བཀའ་བློན་ཁྲི་བ་གིས་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་དེ་ཕྱི་མཚན་བྱས་བ་ཡིན་ཟེར་རྗེས་ལ་ཤེས་ཡོད་རེད། རྒྱུ་ལམ་ཁག་དེ་འདྲ་ལས་ཤེས་ཡོད་རེད་གསུངས་ཡོད་རེད། ཡིན་ན་ལས་གཞུང་འབྲེལ་གྱི་ཐོག་ནས་མི་མང་ལོག་ལོས་ལ་སོགས་པ། བོད་རྒྱ་ཞི་མོལ་ཁོར་ཡུག་བསྐྲུན་པའི་སྐབས་ལ་མཚམས་འཇོག་བྱེད་ཕྱོགས་ཀྱི་འཐབ་རྩོད་ཀྱི་ཆ་ཤས་རེ་རེ་ནས་སླར་གསོ་བྱས་ཡོད་མ་རེད། བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་དེ་ཕྱི་མཚན་བྱེད་ཡིན་ལ་བ་ཡིན་ན་ལས་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པའི་སྐབས་ལ་བོད་པའི་འཐབ་རྩོད་ལ་འགོག་སྡོམ་དང་ཉམས་རྒུད་གཏོང་བཞག་རྒྱུ་དེ་སླར་གསོ་བྱས་ཡོད་མ་རེད། ད་ཕྱིས་སུ་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་དེ་ལ་གྲུབ་འབྲས་མ་བྱུང་དུས་ཞི་མོལ་གྱི་ཁོར་ཡུག་དེ་ཕྱི་འབྲེལ་བྱས་པ་ཡིན་གསུང་བ་ཡིན་ན་ལས་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་པ་དེ་གའི་བཙན་བྱོལ་ནང་ལོགས་ལ་འཐབ་རྩོད་ལ་དཀའ་ངལ་དང་འཐབ་རྩོད་ལ་གོད་ཆག་སྤྲད་པ་དེ་ད་དུང་ཡང་མཇུག་བསྒྲིལ་ཡོད་མ་རེད། ད་དེ་བོད་པའི་གཏམ་དཔེ་ལ་ཚད་པ་བཅིངས་ནས་འཁྱུག་ན་གནམ་གང་བར་དུ་འཁྱུག་ལ་ཡ་བྱོས་རོགས་དེ་རེད། ད་འཁྱུག་ཡ་འགོག་དེ་སྐབས་སྔོན་མ་བོད་རྒྱལ་ཞུས་མོན་ཁོ་དབྱུག་སྤྲིན་པ་ནི་ཕྱོགས་ཚ་བར་གདའ། དེ་འཕྱུར་བའི་རྒྱུ་མཚན་གྱིས་ད་ད་ལྟ་ཡང་གྲོས་ཚོགས་ནང་ལོག་ལ་འདི་འདྲའི་སྐད་ཆ་ཙོར་བོ་དེ་ཚོ་ཤེས་ཕོག་གི་ཡོད་རེད། ཤེས་ས་ཡོད་རེད་འཁོར་ཡུག་དེ། ཨང་དེ་རེད། ད་དེའི་བདེན་དཔང་གསལ་ཤོས་འདྲ་བོ་དེ་ག་རེད་ལབ་ན་ད་ལྟའི་བཀའ་ཤག་གིས་ལས་ཡུན་ཆོད་ལ་ཉེ་བའི་སྐབས་ལ་ད་མི་མང་ལོག་ལོས་དེ་བསྐྱར་གསོ་གནང་བ་རེད་སུམ་ཅུ་དུས་རེའི་སྐབས་ལ་དེ་དངོས་གནས་བྱས་ན་གཟི་བརྗིད་ལྡན་པ་དང་དགོས་ངན་གྱི་འགྱུར་བ་ཅིག་ཆགས་ཀྱི་ཡོད་རེད་དེ་ད་སྒྲོལ་མ་ཚེ་རིང་ལྟ་བུ་སྤྱི་འཐུས་བཅས་ཀྱིས་དེ་འགྲིག་མ་སོང་དེ་ཧ་ཅང་གི་ཚབས་ཆེན་པོ་རེད་ཡིན་མདོག་མདོག་གི་སྐད་ཆ་བཤད་ཡ་དེ་ཡང། སྔོན་མ་བོད་རྒྱ་ཞི་མོལ་གི་འཁོར་ཡུག་བསྐྲུན་བཞག་བསྐྲུན་ཟེར་ཡ་དེ་གི་ཤུགས་རྐྱེན་དེ་ད་དུང་ཡང་ལྷག་ནས་ཡོད་བ་དང། དེ་གི་ད་དུང་ཡང་འཐབ་རྩོད་ལ་གནོད་འཚེ་གཏོང་གི་ཡོད་བ་གི་བདེན་དཔང་བྱེད་ཀྱི་ཡོད་རེད་ད་བདེན་དཔང། མ་གཞི་ནས་ང་ཚོ་གི་འགོ་ཁྲིད་ཚོ་གི། བོད་གཞུང་གི་མཚན་བྱང་གཟི་བརྗིད་ལྡན་པ་དེ་བོད་མིའི་སྒྲིག་འཛུགས་ལ་འགྱུར་བ་གཏོང་བའི་སྐབས་ལ། བོད་གཞུང་གི་རྒྱལ་རྟགས་དེ་སྔོན་མ་ཡིན་ན་བོད་གཞུང་དགའ་ལྡན་ཕོ་བྲོ་ཕྱོགས་ལས་རྣམས་ཀྱིས་ལ་ཡ་བྱས་ཡོད་རེད་དེ་ཡང་འགྱུར་བ་གཏོང་ཆེད་ནས་བདུན་པ་ཉིད་རྒྱལ་ཇོ་ཅེག་ཟེར་བའི་གིས་ད་གོ་བ། སེ་ཧོ་མེ་ཇོ་གིས་མགོ་རྙིང་མི་བཟོ་འདྲ་བོ་ཅིག་ལ་ད་བཟོ་བཅོས་བྱས་པར་བ། བཟོ་བཅོས་བྱས་མར་བས་དེ་བྱས་ཉེན་ཁྱེད་རང་ཚོ་བོད་མང་པོ་སྤྱི་འཐུས་ལྷན་ཚོགས་མར་བས། དེ་འདྲ་ཡིན་ན་ཁྱེད་རང་ཚོ་གིས་བོད་གཞུང་གི་སྦྱར་རྟགས་འགྱུར་བ་གཏོང་བའི་སྐབས་ལ་བདུན་པ་གཉིས་སྦྱར་བཅོས་གཅིག་ཟེར་ཡག་གི། འབོ་བདུད་ཙམ་པ་ལ་དེའི་བདུན་པ་དེ་བོད་ཀྱི་བདུན་པ་མ་རེད་བས། བོད་ཀྱི་བདུན་པ་རྒྱལ་ཡག་དང་བོད་རྒྱལ་བ་གཉིས་ལ་ཁྱད་པར་ཡོད་རེད་བས་ག་རེ་ཁྱད་པར་ཡོད་རེད། བོད་ཀྱི་བདུན་པ་སྦྱར་བཅོས་གཅིག་བདུན་པ་སྦྱར་བཅོས་གཅིག་ལ་བ་དང། བདུན་པ་གཉིས་སྦྱར་བཅོས་གཅིག་ལ་བ་དང་བོད་རྒྱལ་ལོ་ལ་བ་དེ་གཉིས་ལ་ཁྱད་པར་ག་རེ་ཡོད་རེད་ད། བདུན་པ་གཉིས་སྦྱར་བྱོས་ཅིག་ཟེར་བའི་སྐབས་ལ་བོད་ཀྱི་བདུན་པ་དེ་སྦྱར་བྱོས་ཅིག་ཟེར་གྱི་ཡོད་མ་རེད་བས། དེ་ལབ་གི་ཡོད་ན་ནི་བོད་ཀྱི་བདུན་པ་སྦྱར་བྱོས་ཅིག་ཟེར་བ་དང་བོད་རྒྱ་ལོ་ཟེར་བ་གཉིས་པར་ལ་ག་རེ་ཁྱད་པར་ཡོད་རེད་དམ། དེ་ནས་རྒྱ་དམར་བོ་ནི་མཐར་གྲོགས་སྟོང་ལགས་ཀྱིས་ད་ཚེགས་དེ་འགྲིག་གི་མི་འདུག་ལབ་གི་ཡོད་རེད་བ། རྒྱ་དམར་བོ་ནི་མཐའ་དྲུག་སྟོང་ལ་ཡ་གི་ཚེག་སྟེ་སུམ་ཅུའི་དགེ་སློང་ཐུགས་མ་དང་པོ་བོ་གི་རྒྱ་ས་ལྷ་ས་ལ་བྱེ་བའི་སྐབས་ལ་མདོ་དབུས་ཁམས་གསུམ་ཁག་གི་སྤུན་ཟླ་ཁྲི་ཚོ་མང་པོ་གི་ཚེ་སྲོག་བློས་གཏོང་ནས་བོད་རྒྱ་ཕྱོགས་ཀྱི་ཁ་ཆེམས་དང་དངུལ་འདུག་ཅིག་ཆགས་ཀྱི་ཡོད་རེད་དེ། སྐྱེ་བོ་ཁྲི་ཚོ་མང་པོ་གི་བོད་རྒྱལ་ཁབ་ལ་ཤ་ཞེན་དང་སྤྱི་སེམས་ཀྱི་ཐོག་ནས་སོ་སོའི་ཚེ་སྲོག་བློས་གཏོང་བྱས་ནས

ཁྲག་དང་ཚེ་སྲོག་བློས་གཏོང་བྱེད་ཅིང། སུམ་ཅུའི་དགེ་སློང་ཐུགས་མ་དང་པོ་ལ་བུ་བཞག་འཇོག་གི། འབོ་ཚིག། རྒྱ་མི་བོ་ནི་མཐའ་དྲུག་སྟོང་གི་ལ། འགྱུར་བ་གཏོང་ཡང་གོང་ཚིག་སུ་གང་ལའང་ཡོད་མ་རེད། དེ་སེར་པོ་ཅན་གྱི་ལབ་གི་ཡོད། དེ་ཚེ་སྲོག་གི་གྲིའི་བཞག་འཇོག་གི་རྒྱར་ཁབ་ཅིག་གི་བདག་དབང་རྩོད་ལེན་བྱས་ཀྱི་རྩ་ལྟུང་དང་ཚད་ཐིག་རེད། དེ་བོ་མི་སུ་གཅིག་གིས་འགྱུར་བ་གཏོང་ཡང་ན་དེ་དོང་དག་ལ་རྒྱར་ཚོང་བ་རང་རེད། ནེའུ་ཡོག་ནི་རྒྱ་ནག་གི་ཇུག་ཁེ་ཨང་ཟེར་ཡ་དེ་གའི་ལོ་སར་གྱི་སྐབས་ལ་བོད་ཀྱི་རྒྱ་ལོ་གཏོང་ཡ་དང་བོད་ཀྱི་འཐབ་རྩོད་ཀྱི་སྐོར་ལ་སྐད་ཆ་བཤད་ན་འགྲིག་གི་མ་རེད་ཡིན་ལགས་ཀྱི་བསམ་ཚུལ་གཏོང་ཡ་དང། སུམ་ཅུའི་དུས་དྲན་གྱི་སྐབས་ལ་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་བ་ནས་རང་བཙན་གྱི་སྐད་འབོད་བྱས་ན་འགྲིག་གི་མ་རེད་ལགས་ཡ་དང། རྒྱ་ནག་གི་ཇུག་ཁེ་ཀོ་ལན་ཀོ་ཁེ་ཨན་ནི་ད་ཅིག། བཙན་བྱོལ་ནང་ལོག་ལ་སྐད་འབོད་བྱས་ནས་བོད་ནང་ལོག་ལ་སྲོག་ཤོར་གྱི་ཡོད་བ་ལགས་སོགས་པའི་སྐད་ཆ་དེ་ཚོ། ད་རྒྱ་ཆེ་ཀོང་ཡེ་ཀོག་གི་བཟོ་འདྲ་བོ་གིས། ང་ཚོ་གི་བློ་གྲོས་པ་གཏད་བསྡད་ས་གི་རྒྱ་ཆེ་དེ་ཚོ་གིས་ད་ལམ་སྟོང་ཆེ་བཞག་རྒྱུ་དང་དེ་ཚོ་གིས། ཆ་རྐྱེན་གཏོང་བཞག་རྒྱུ་གི་ཆ་ཤས་ཀྱི་ཏན་ཏན་ཡིན་ས་གི་རེད་དྲན་གྱི་འདུག་ད་ད་ལྟ་ང་ཚོའི་འགོ་ཁྲིད་ཚོ་གི་བྱེད་སྟངས་ལེགས་སྟངས་འདི་ཚོ། བྱེད་སྟངས་ལེགས་སྟོགས་སྡུག་པོ་འདི་ཚོ། ཅིག་བྱས་པ་ཡིན་ན་དབུ་མའི་ལམ་ཟེར་ཡ་དེ་མཐར་དེད་པ་ཡིན་ན་གོམ་པ་རེ་རེ་དང་ཆ་ཤས་རེ་རེ་ནས་འདི་འདྲ་ཅིག་དགྲ་བོ་རྒྱ་ནག་གི་དགོས་མཁོ་ཅིག་མ་གཏོགས་བོད་ཀྱི་དགོས་མཁོ་ཅིག་མིན་སྲིད་གི་རེད། སྒྲོལ་མ་ཚེ་རིང་གིས་དེ་རིང་བོད་རྒྱ་ལོ་ལབ་མི་ཆོག་ཟེར་ཡ་དེ་བོད་ལ་མི་དགོས་པ་ཅིག་ཡིན་པ་ཡིན་ན་ལས་དབུ་མའི་ལམ་གྱི་བརྒྱུད་རིམ་དང་ཕ་སྐྱེས་དགོངས་དོན་ཅིག་ཡིན་སྲིད་གི་རེད། དབུ་མའི་ལམ་གཙོ་གཉིས་ཡིན་ལམ་མཁན་ཚོ་གིས་འདི་འདྲ་བྱས་ནས་ཁོ་རང་ཚོ་གི་སྲིད་ཇུས་ཀྱི་ཞེན་མདོག་འདྲ་བོ་དེ་ཕྱོགས་རེ་རེ་ནས་འདི་འདྲ་བྱས་ནས་གསལ་བོ་བཟོས་པ་ཡིན་ན། གཅིག་བྱས་པ་ཡིན་ན། མི་མང་མགོ་སྐོར་གཏོང་བཞག་རྒྱུ་གི་མི་མང་གི་གོ་རྟོགས་དེ་སེལ་ཡག་ལ་ད་ཕན་ཐོགས་ཡོང་སྲིད་གི་རེད་དྲན་གི་འདུག་ང་དེ་འདྲ་གི་ཚོར་བ་གཅིག་བྱུང་སོང། དེ་རིང་སྒྲོལ་མ་ཚེ་རིང་ལགས་ཀྱི་སྐད་ཆ་བཤད་རྒྱུ་དེ་ཐབས་སྐྱོ་བོ་དང་བློ་ཕམ་པོ་རེད་དེ། ཨོ་མིན་ལམ་གྱི་ཞེན་འདོགས་དང་ཨོ་མིན་ལམ་གྱི་དགོངས་དོན་དེ་དེ་འདྲ་ཅིག་ཡིན་པ་ཡིན་ན། དེའི་སྐད་ཆ་དེ་མི་མང་གིས་གོ་དགོས་ཡ་ཅིག་རེད་ཤེས་དགོས་ཡ་ཅིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་སྐད་ཆ་དེ་ཚོ་སྔམ་ཚིག་ཙམ་གཅིག་དང་སུས་ཤེས་དང་མ་ཤེས་ཀྱི་གནད་དོན་གཅིག་རེད་མ་གཏོགས་སྐད་ཆ་དེ་ཚོ་བོད་མི་མང་གིས་ངེས་པར་དུ་གོ་དགོས་ཡ་གི་སྐད་ཆ་ཅིག་ཡིན་སྲིད་ཀྱི་རེད། དེ་ཡང་ང་ཚོ་གིས་ཧ་གོ་དགོས་རེད་སྐད་ཆ་དྲང་པོ་བཤད་པ་ཡིན་ན། འདིའི་གནད་དོན་དེ་སྒྲོལ་མ་ཚེ་རིང་མི་གཅིག་པུ་གཅིག་གི་བསམ་བློ་དང་འཆར་གཞི་དང་སྐད་ཆ་གཅིག་ཆ་ཡོད་རེ་དྲན་གྱི་མི་འདུག་འདི་ཉིས་སྟོང་གཉིས་ནི་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་ལ་ཡ་དེ་ནས་ནས་ང་ཚོ་གི་རྩ་དོན་དང་ལངས་ཕྱོགས་རེ་རེ་བཞིན་དུ་འགྱུར་བ་གཏོང་རྒྱུ་གི་བརྒྱུད་རིམ་དང་འབྲེལ་བ་ཡོད་རྒྱུ་ཆེ་རེད་ད་དེའི་ང་ཚོ་གི་སྐད་ཆ་དྲང་པོ་ཤེས་དགོས་ཀྱི་རེད་མི་གཅིག་གཅིག་པུ་ལ་དེ་རིང་ང་ཚོ་གི་ཁ་གདངས་གཏོང་ན་འཐབ་རྩོད་སྲུང་སྐྱོབ་བྱེད་ཐུབ་པའི་གནད་དོན་ཡོད་མ་རེད། ད་ང་ཚོ་གིས་ཁ་གདངས་གཏོང་གི་ཡོད་ན་འདྲ། ང་ཚོ་གིས་ག་རེ་བཤད་ཀྱི་ཡོད་པ་དེ་རྩ་དོན་ལ་འགན་འཁྱེར་གྱི་ཡོད་ན། ད་དངོས་གནས་ཀྱིས་ང་ཚོས་ཕོག་ཐེག་བྱས་ནས། འདིའི་བརྒྱུད་རིམ་དེ། རྒྱ་ཆེའི་མི་མང་གིས་ཧ་གོ་དགོས་ཡ། རྒྱ་ཆེའི་མི་མང་གིས་དེ་ལ་འགན་འཁྱེར་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཆགས་དགོས་རེད། དེ་ལོ་རྒྱུས་ཀྱི་ནོར་ལོག་ལ་བསྡད་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ག་སྲིད་དེ་འདྲའི་བུ་བརྒྱ་ལོ་ལམ་མི་ཆོད་བ་དེ་དབུ་མའི་ལམ་གྱི་དགོངས་དོན་ཡིན་པ་ཡིན་ན། ད་བུ་གི་བརྒྱ་ལོ་སྟོང་མི་ཆོད་བ་དང། བུ་གི་བརྒྱ་ཟླ་འགྲེང་མི་ཆོད་ཡོད་ལ་སོགས་པ་ད་ད་དུང་ཡང་མི་ཆོག་པ་མང་པོ་ཅིག་ང་ཚོའི་འགོ་ཁྲིད་ཚོ་གིས་མུ་མཐུད་ཀྱིས་ནས་བུ་མི་མང་གི་མགོ་བོ་ལ་བཙན་པོ་བྱས་ནས་བཙན་འགེལ་བྱེད་སྲིད་ཀྱི་རེད། ཚེ་དེ་འདྲས་ཀྱི་བར་ལ་སྐྱེར་ཐོབ་དང་མི་ཐོབ་སྟེ། མ་འོངས་པར་བུ་གི་རྒྱ་ལ་གཏོང་ཆོག་གི་མ་རེད་བུ་གི་རྒྱ་དར་སྒྲེང་ཆོག་གི་མ་རེད་ལ། ཚེ་དེ་འདྲས་ཀྱི་བར་དུ་སྐྱེར་ཐོབ་དང་མི་ཐོབ་སྟེ་བོད་མི་མང་གི་གོ་རྟོགས་དང་འགན་ཁུར་ལ་རག་ལས་ཡོད། དེ་ཡིན་པའི་རྒྱུ་མཚན་གྱིས་ངས་དེ་རིང། ང་ཚོ་གི་མགོ་ཁྲིད་ཚོ་གི་རྒྱ་སྲོང་གི་བྱ་སྤྱོད་དེ་ལ་ངོ་རྒོལ་བྱས་ཀྱི་སྐད་ཆ་འདི་བཤད་ཀྱི་ཡོད། ད་ཁྱེད་རང་ཚོ་གིས་མུ་མཐུད་ནས་བོད་མི་མང་དང་འཐབ་རྩོད་ལ་མཐོང་ཆུང་བྱེད་སོགས་ཕར་ཆེར་བྱེད་ཐུབ་ཀྱི་མ་རེད་དྲན་གྱི་འདུག་ངའི་རེ་བ་ལ། དེ་ཡང་དེ་རིང་གསལ་པོ་བྱས་ནས་བཟོ་ཡ་འདོགས་པ་བྱུང་སོང། སེམས་གཏིང་ནས་བོད་ལ་བློ་དཀར། གཞུང་དྲང་བོད་རང་བཙན་སླར་གསོ་ལ་རེ་བ་དང་འབད་བརྩོན་བྱེད་བསྡད་ཉིན། རེ་བ་དང་འབད་བརྩོན་རྒྱུན་འཁྱོངས་ནས་བྱས་དེ་ཉིན་གྱི་དེ་འབྲེལ་གྱི་ད་བློ་དཀར་སེམས་དཀར་གྱི་བོད་ཀྱི་འཐབ་རྩོད་ལ་ཡིན་ན་འདྲ་བོད་ཀྱི་འགོ་ཁྲིད་ཚོ་ལ་ཅིག་ཁ་ཞེ་གཉིས་མེད་ཀྱི་ད་བསམ་ཚུལ་བཤད། སྐད་ཆ་དྲང་བདེན་གྱི་བཤད་པའི་རྒྱུ་མཚན་གྱི་རང་བཙན་གཙོ་གཉེར་ཚོ་ཁག་ཅིག་ལ་ད་དཀའ་སྡུག་མང་པོ་སྤྲད་ཡོད་རེད། བུ་མོ་མོ་སྤྱི་འཐུས་ཀྱི་ནང་ལོགས་ལ་འཐབ་རྩོད་གཏོང་ཡ། རྒྱལ་བ་རིན་པོ་ཆེ་མཚན་འཁེལ་བྱས་ནས་གོང་ད་ད་སྤྱི་ཚོགས་ནང་ལོགས་ལ་དེ་འདྲ་གིན་ད་ང་ཚོ་ཁག་ཅིག་ལ་དཀའ་ངལ་སྤྲད་པའི་བརྒྱུད་རིམ་ནང་ལོགས་སྐུ་ངོ་ཀརྨ་ཆོས་འཕེལ་ལགས་དང་ད་ང་ཚོ་ལ་བུ་མོ་མོ་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལོགས་ལ་དཀར་ནག་གོ་ལྡོག་གིས་དགག་རྒྱག་དང་འཐབ་རྩོད་མང་པོ་བྱས་པ་རེད། དེ་འདྲ་ལ་བརྟེན་བྱས་ནས་ད་ཀརྨ་ཆོས་འཕེལ་ལ་དགྲ་བོ་ཆགས་ཤིང་དང་བློ་ཕམ་ཕོག་གི་ངང་ནས་འདས་གྲོངས་ཕྱིན་པ་རེད། དེ་འདྲ་བོ་ཆ་བཞག་པ་ན་བོད་པའི་འཐབ་རྩོད་དང་བཙན་བྱོལ་བོད་མིའི་དམངས་གཙོ་ལ་ངའི་བསམ་པ་ཡིན་ན་མ་གོ་ཡ་ཅིག་བྱུང་སོང་བསམ་གྱི་ཡོད་རེད། དེ་ང་ཚོ་རང་བཙན་ལ་བློ་དཀར་སེམས་དཀར་གྱི་འཐབ་གྲོགས་ཚོ་གི་སྡུག་བསྔལ་ཅིག་ཡིན་པ་མ་ཟད། བོད་པའི་དམངས་གཙོ་གི་གོ་ཆ་ཅིག་བཙན་བྱོལ་བོད་མིའི་དམངས་གཙོ་གི་གཟི་བརྗིད་ལ་ནག་ཐིག་ཅིག་བརྒྱབ་སོང་དྲན་གྱི་ཡོད་རེད། ང་འདྲ་བོ་ཅིག་འཚོ་བ་ཡིན་ན་ལས

དེ་འདྲའི་སྤྱི་ཡིན་པའི་རྒྱུ་མཚན་གྱིས། འབྱུང་ན་འདྲ་མ་འབྱུང་ན་འདྲ་དེའི་ཐོག་ལ་ཅིག་འབད་བརྩོན་གྱིས་དཀའ་ལས་རྒྱག་དེ་ཉིད་ཀྱི་རེད། ཡིན་ན་ལས་ང་ལ་མཚུངས་པ་ཡིན་ན། བོད་རང་བཙན་གྱི་དོན་དག་ལ་ལས་ཀ་བྱེད་པ་དང་བོད་རང་བཙན་གྱི་སྐད་ཆ་བཤད་པའི་གི། བཤད་པ་དེ་ནག་ཉེས་ལ་བརྩིས་བྱས་ནས། ངའི་བུ་མོ་ཆུང་ཆུང་ལོ་བཞི་ཟིན་མ་ཟིན་གྱི་སྐབས་ནས་རྒྱ་བ་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པར་གཏོང་བྱས་ནས། སྤུག་ཆུང་ཆུང་དེ་འདྲ་ཅིག། མ་བུ་མཉམ་དུ་ངུ་དགོས་ཡག་གི་གནས་སྟངས་བཟོས་ཡོད་རེད། ཧ་ལམ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་སུ་གང་གིས་ཡང་མྱོང་མ་མྱོང་བ་གི་དབྱེ་འབྱེད་དང་མནར་སྐྱུག་དེ་ལོ་མང་པོ་གི་རིང་ལ་ང་ཚོས་ཁྱིམ་ཚང་གི་མྱོང་ནས་བསྡད་པ་ཡིན། ཡིན་ན་ལས་ད་བར་དུ་བོད་རང་བཙན་གི་དོན་དག་ལ་རང་སྲོག་བློས་གཏོང་ཡི་གི་དཔའ་བོ་ཁྲི་ཚོ་འབུམ་ཚོ་གི་ཁ་ཆེམས་དང་ཁོང་ཚོའི་བློས་གཏོང་དེ་ལ་བསམ་བློ་གཏོང་བྱེད་ནས་ཁ་ཕོ་དང་མ་སོང་བསྡམས་ནས་བསྡད་བྱེད་ནས་དགྲ་དང་གཉེན་མ་ནོར་བ་བྱེད་བྱེད་ནས་དགྲ་བོ་རྒྱ་ལ་མགོ་བཏགས་མེད། སོ་སོས་སོ་སོ་ལ་སེམས་ཤུགས་སྤར་སྙིང་སྟོབས་སྤར་བྱས་ནས་ད་དུང་ཡང་གསོན་པོ་བསྡད་ཡོད། གསོན་པོ་བསྡད་ཡོད་བ་མ་ཟད། མ་ཉེས་ཁ་གཡོག་དང་གནོན་ཤོག་གི་འོག་ནས་བོད་རང་བཙན་ཉི་མ་གཅིག་བློས་གཏོང་བྱས་མ་མྱོང། དེ་བས་ཀྱང་ངས་དེ་རིང་སྤོབས་པ་ཆེན་པོའི་ཐོག་ནས་ལབ་ཐུབ་ཡག་ལ་བཙན་བྱོལ་སྤྱི་ཚོགས་ཀྱིས་ང་ཚོ་ལ་བྱེད་སྟངས་ལས་སྟངས་དེ་ཧ་ལམ་དགྲ་བོ་རྒྱ་ནག་ལ་མགོ་བཏགས་དགོས་ཡག་གི་ཚིག་བར་དུ་བཅད་སོང་སྟེ། ཉིན་མ་གཅིག་ལ་དགྲ་བོ་རྒྱ་ནག་ལ་མགོ་བཏགས་ཡག་གི་བསམ་བློ་འཁོར་མ་མྱོང་དེ་སྤོབས་པ་ཆེན་པོའི་ཐོག་ནས་ལབ་ཐུབ་དགོས་དེ་འདྲ་བྱེད་ཕྱིན་ནས། དཀའ་ངལ་དང་གནོང་ཤོག་གི་འོག་ནས་བོད་རང་བཙན་བསླུས་གཏོང་མ་མྱོང། བོད་རང་བཙན་བསླུས་མ་གཏོང་བའི་ཐོག་ནས། བཙན་བྱོལ་བོད་མི་གཅིག་བྱེད་ཕྱིན་ནས་གསོན་པོ་བྱས་ནས་བསྡད་ཡོད། མུ་མཐུད་ནས་བཙན་བྱོལ་བོད་མི་གཅིག་བྱས་ནས་གསོན་པོ་བྱས་ནས་བསྡད་ཡོད་བ་དེ། ངས་དེ་རིང་སོ་སོས་སོ་སོ་ལ་སྤོབས་པ་དང། བཙན་བྱོལ་ནང་གི་ནག་ཚོགས་ཀྱི་མགོ་ཁྲིད་ཚོ་གི་འཐབ་རྩོད་རྩ་མེད་གཏོང་བ་གི་ཇག་ཚོང་བའི་བྱ་སྤྱོད་དེ་ལ་ངས་དེ་རིང་ངོ་རྒོལ་གི་ཆེད་དུ་ངས་སྐད་ཆ་འདི་མ་བཤད་ཀ་མེད་ཆགས་སོང། ངས་དེ་རིང་གི་སྐད་ཆ་བདུན་པ་གཅིག་ཡང་བསྐྱར་བཤད་པའི་རྒྱུ་མཚན་གྱིས་ཡང་ང་ལ་མ་ཉེས་ཁ་ཡོག་དང་ལྟ་ལྐོག་རྒྱུ་སྣ་ཚོགས་ཀྱི་དཀའ་ངལ་ཏན་ཏན་སྤྲད་ཀྱི་རེད་དེ་བརྒྱ་ཆ་བརྒྱ་ནི་ཐག་ཆོད་ཚར་བ་རེད། གཞན་པ་ཡིན་ན་ལས་ང་ལ་མཚོན་ན་མ་ཤི་གསོན་པོ་སྡེ་བའི་རིན་གང་ལ་བོད་ཀྱི་རྩ་དོན་མུ་མཐུད་ནས་གླེང་གི་རེད། དེ་བས་ཀྱང་ད་སྔོན་མ་ནང་བཞིན་བསྡད་ཀྱི་མ་རེད། མཐོ་ས་དང་ཆེ་ས་ཚོ་གས་མ་རྙིང་ཁ་ཡོག་ལ་མུ་མཐུད་ཀྱི་ནས་མ་རྙིང་ཁ་ཡོག་དེ་ཁིས་ཀྱི་ནས་བསྡད་ཀྱི་མ་རེད་ད། ད་ལན་རྒྱབ་ཀྱི་རེད། ད་ལན་མ་རྒྱབ་ནས་མུ་མཐུད་ནས་རུལ་ཡ་རང་རེད་ཞེས་མ་གཏོགས་ཅིག་ད་ལྟ་བར་དུ་འདྲ་བོ་ཡིན་ན། དཀའ་སྡུག་ག་སྲིད་འཕྲད་ཀྱི་ཡོད་ན་ལས་སོ་སོ་ལ་མ་འུད་པ་དང་མ་འགྲང་བར་ག་སྲིད་མི་འགུལ་ག་སྲིད་མ་ཉན་ཁ་ཡོད་བྱུང་བ་ཡིན་ན་ལས་གཅིག་མཐོ་ས་ནས་འགན་ཡོད་ཉེས་ཚོགས་ཀྱི་དཀར་ནག་བསེད་རོལ་གཅིག་དང། བདུན་པ་ལ། བདུན་པ་དང་རྩ་སྟོང་ལ་སྲུང་སྐྱོབ་ཀྱི་འགྱུར་བ་གཅིག་ཡོང་གི་རེད་བསམ་པའི་གི་རེ་བ་ཡིད་ཆེས་བྱེད་བྱེད་ནས་སེམས་སྡུག་དང་སེམས་ནད་དེ་ཁོག་ནང་ལ་ཉར་བྱས་ནས། ཁ་ནས་མ་བཤད་ནས་བསྡད་པ་ཡིན། ཡིན་ན་ལས་ད་མཐོ་ས་ནས་ལས་འབྲས་དཔང་འཕེར་གྱི་འགྱུར་བ་གཅིག་གཏོང་ཡག་གི་རེ་བ་མེད། རེ་བ་མེད་ལ། སྤྱི་ཡོངས་ནས་རྩ་སྟོང་གི་ཐོག་ནས། རྩ་དོན་དེ་བོད་མི་མང་གི་རྩ་དོན་ཆགས་ཀྱི་ཡོད་པའི་རྒྱུ་མཚན་ནི་གལ། དེ་རིང་ནང་བཞིན་བོད་མི་མང་གི་རྩ་དོན་གྱི་ཐོག་ལ་སོ་སོ་རྨོངས་གཉིད་སད་ཀྱི་ནས་རྩ་དོན་ལ་རྣམ་རིག་གྲོགས་འབོད་ཀྱི་ཐོག་ནས་འགན་ཁུར་རྒྱག་དགོས་རེད། སོ་སོ་ལ་མཚོན་བ་ཡིན་ན་ལས་བཙན་བྱོལ་བོད་མི་བྱིན་པའི་ཆ་ནས་མུ་མཐུད་ནས་བཙན་བྱོལ་བོད་མི་གི་ངོ་བོ་ལ་སོམ་པོ་བསྡད་ཀྱི་རེད་བོད་མིའི་འགན་འཁྲི་འཁྱེར་གྱི་རེད། མ་འོངས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་སྔོན་མ་ནང་བཞིན་དཀའ་སྡུག་ག་ཚད་མི་འགུལ་ག་ཚད་འཕྲད་བ་ཡིན་ན་དཀའ་སྡུག་གི་ཁྲོད་ནས་སྤོབས་པ་དང་སྤྲོ་བ་འཚལ་ཀྱི་ནས། རང་གི་མི་ཚེ་དེ་ལ་རང་གི་བདེན་སྟོང་དག་གྱེར་བྱེད་ཀྱི་ནི། བོད་པ་གསོན་པོ་གཅིག་གིས་བཙན་འབྱོར་བ་གསོན་པོ་གཅིག་བྱེད་ཀྱི་ནི་མི་ཚེ་ཁྱེད་ཀྱི་རེད། ངའི་རྒྱར་ཚོང་བ་ཚོ་གི་བསམ་སྤྱོད་ལ་ངོ་རྒོལ་བྱེད་ཀྱི་ཡོད་བ་ཡིན་ན་ལས། སོ་སོ་གི་བུ་གཞོང་ལ་དུས་ནམ་ཡང་ངོ་རྒོལ་བྱེད་ཀྱི་མ་རེད། རྒྱལ་བ་རིན་པོ་ཆེ་ལ་དུས་ནམ་ཡང་ངོ་རྟ་རྒྱབ་ལོག་བྱེད་ཀྱི་མ་རེད། དུས་ནམ་ཡང་དགྲ་བོ་རྒྱ་ནག་ལ། ཁ་གཏད་གི་མ་རེད་དུས་ནམ་ཡང་དགྲ་བོ་རྒྱ་ནག་ལ་ངན་གོ་བལྟ་གི་མ་རེད། ད་ལྟ་བར་དུ་ཡིན་པ་ཡིན་ལ་དགྲ་བོ་རྒྱ་ནག་ལ་མགོ་སྒོར་ངོ་སྒོར་འཐབ་རྩོད་བྱེད་ནས་བསྡད་པ་ཡིན་ད་དུང་ཡིན་ན་ལས་བུ་རང་བཙན་སླར་གསོ་བྱེད་ཡག་གི་རེ་བ་བཅས་ཀྱི་ཐོག་ནས་དགྲ་བོ་རྒྱ་ནག་ལ་ངོ་སྒོར་བྱེད་གི་རེད་འཐབ་རྩོད་བྱེད་གི་རེད་དེ་ག་ནང་བཞིན་བོད་པའི་ནང་ལོག་ལ་རྒྱལ་ཚོང་བ་དེ་སོགས་ཀྱི་རྒྱལ་ཚོང་གི་བྱ་སྤྱོད་ལ་ཡང་མུ་མཐུད་ནས་ངོ་སྒོར་འཐེན་འདོང། བྱེད་ཀྱི་ཡིན། དེ་སྔ་བཙན་བྱོལ་བོད་མི་རྗེས་མི་ཆ་ནས་བཟང་སྐྱུག་གི་འགན་ཆ་སྡད་ཀྱི་ཡོད་རེད་ལ་དེ་ང་གཅིག་པུ་མ་རེད་ང་ཚོ་བཙན་བྱོལ་བོད་མི་ཚང་མ་གི་འགན་འཁྱི་དགོས་ས་དང་པོ་དེ་རྩ་སྟོང་འཐབ་རྩོད་རེད་བཀའ་དྲིན་རྗེས་དྲན་ཞུ་དགོས་ས་དེ་བོད་རང་བཙན་དང་བོད་རྒྱལ་ཁབ་དང་བོད་ཀྱི་དབུ་ཁྲིད་ཀྱི་ཆེད་དུ་ཚེ་སྲོག་བླུས་གཏོང་ཉེན་གྱི་དཔའ་བོ་དཔའ་མོ་དེ་ཚོ་ཆ་སྡད་ཀྱི་ཡོད་རེད་དེ་ཚོ་གི་བཀའ་དྲིན་རྗེས་དྲན་གྱི་ཆེད་དུ་ངས་དེ་རིང་བཀའ་མོལ་འདི་ཞུས་བ་ཡིན། ད། རྡོག་རྡོག་དེ། དེ་རིང། གྲོས་ཚོགས་ནང་ལོགས་ལ་སྒྲོལ་མ་ཚེ་རིང་ལགས་ཀྱིས། ཨཱ་ནི། ད། གཏམ་ཚོར་བོ་བཤད་རྒྱུ་དེ་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་ཡོང་ཡོད་ལ། སྤྱི་མཐུན་ཚོགས་གཙོ་དང་པར་ཏའི་སྲིད་སྐྱོང་གིས་གཙོས་པའི་གི་བཀའ་སྤྱི་ལྷན་རྒྱས་ཀྱིས་ངེས་པར་དུ་དེའི་ཐོག་ལ་འབད་བརྩོན་གནང་རོགས་ཅེས་ཞུ་གི་ཡོད་དེ་ནི་ག་རེ་བྱས།